ཇི་ནི་ཝའི་བར། ཉིན་གྲངས་བཅོ་བརྒྱད། ཀི་ལོ་མི་ཀྲ་སུམ་བརྒྱ་བརྒྱ་ཅུ་གྱ་བརྒྱད། མངའ་སྡེ་བཅོ་ལྔ་བོད་ཀྱི་ནང་ལ་ཨ་ནི་ང་ཚོའི་དེ་དག་བཞི་པོའི་གོམས་འདྲིས་སྣ་ཡས་ཀའི། བོད་རྒྱལ་ལོ་ཉིས་སྟོང་བརྒྱད་དུ་བཞི་བཅུ་ཁྲུམས་བརྗེ་ཚེས་སུམ་བཅུ་ནས་ཁྲུམས་ཟླ་དྲི་མེད་ཚེས་བཅུ་དགུ་བར་དང། ཕྱི་ལོ་ཉིས་སྟོང་བཅུ་གསུམ་ཟླ་བ་བཅུ་བའི་ཚེས་བཞི་ནས་ཚེས། ཉིན་གསང་གཉིས་པར་སུད་སི་གྲོང་ཁྱེར་སཱན་ཀར་ལེ་ནས་ཇི་ནི་ཝར་བར་ཉིན་གྲངས་བཅོ་བརྒྱད་རིང། ཉིན་ལྟར་བོད་མི་སུམ་ཅུ་བརྒལ་བས་ཀྱི་ཞི་བའི་གོམ་བགྲོད་གནང་མུས་དེ་དག་ད་བར་སུད་སི་དང་ལི་ཁྲིན་དང་བོད་རིགས་མི་མང་ནས་གོམ་བགྲོད་ཀྱི་ལས་འགུལ་ཐེངས་མང་སྤེལ་བའི་ནང་ནས་གཞི་རྒྱ་ཆེ་ཤོས་ཆགས་ཡོད། ང་ཚོ་ཨ་ཅེ་འུ་ཐུག་གིས་གཞི་རྒྱ་ཆེ་བའི་ལས་འགུལ་འདི་ལྟ་བུ་སྤེལ་དགོས་དོན་ཡང། བོད་མི་བརྒྱ་དང་ཉིས་བརྩེགས་དེ་ནས་རང་ལུས་མེར་བསྲེགས་བཏང་ཡོད་པ་དང་དེའི་ཁོངས་ནས་མི་གྲངས་བརྒྱ་དང་བཅུ་གསུམ་འདས་གྲོངས་ཕྱིན་ཡོད་ནའང། རྒྱ་དམར་གྱིས་བོད་མིར་གདུག་རྩུབ་དྲག་པོས་མནར་གཅོད་ཚད་མེད་བཏང་དང་གཏོང་བཞིན་ཡོད་པར་འགྱུར་བ་གང་ཡང་ཕྱིན་མེད། བོད་ཀྱི་ཆོས་དང་རིག་གཞུང། སྨྲ་བརྗོད་རང་དབང། བསམ་ཚུལ་རང་དབང། གསར་འགོད་ཀྱི་རང་དབང་མེད་པ།

མུ་གེ་སྡོད་རྒྱུ་བརྒྱབ་བཅས་སྐོར་ཡོད་པ་དེ་དག་མྱུར་དུ་ལོག་འགྲོ་དགོས་པ། བོད་ཀྱི་བུད་མེད་ལ་རང་བཞིན་གྱི་ཐོབ་ཐང་དང་རང་དབང་མེད་པ། ཁོར་ཡུག་ལ་གཏོར་བཤིག་དང་འབྲོག་པ་ཚོ་བཙན་ཁྲིད་ཀྱིས་གནས་སྤོ་བྱེད་པ། བོད་རྒྱ་ཞི་མོལ་མགྱོགས་ན་མྱུར་དུ་དགོས་པ་བཅས་ཡིན། དེ་ཙམ་མ་ཟད། ལྷག་བསམ་དང་སྙིང་སྟོབས་ལྡན་པའི་རང་ལུས་མེར་སྲེག་གཏོང་མཁན་རྣམས་ཀྱི་མཐའ་མའི་ཞལ་ཆེམས་དང་གཞིས་ལུས་སྤུན་ཟླ་ཡོངས་ཀྱི་མངོན་འདོད་གཙོ་བོ་གཉིས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་མཆོག་ཕུལ་ཕྱོགས་མྱུར་དུ་བོད་ལ་རྗེས་དྲན་ཞུ་དགོས་པ། བོད་ལ་བོད་མི་ཚོར་རང་དབང་དགོས་པ་བཅས་ཡིན།

དམིགས་བསལ་དྲ་ལམ་བརྒྱུད་འབུལ་བ་དང་ཡུལ་མི་ཡོངས་ལ་ཁྱབ་བསྒྲགས་སྤྱོད་ཚུལ་དགོངས་པ་སོ་སོའི་ཡིག་སྒམ་ནང་འཇོག་པ། དེ་བཞིན་ད་རེས་ཉིན་གྲངས་བཅོ་བརྒྱད་རིང་དུང་སྒྲོ་གནག་པའི་ཚུལ་ལམ་དུ་མི་མང་ལ་འགྲེམས་སྤེལ་ཞུ་རྒྱུ་བཅས་ཡིན། ད་རེས་དགོང་དྲོ་དུས་མཉམ་ཞུགས་གནང་མཁན་ས་གནས་བོད་མི་ལྷག་བསམ་དང་སྙིང་སྟོབས་རང་དོར་བློ་སྟོབས་གནང་མཁན་ཚང་མ་ལ་ས་གནས་འཐུས་མི་ཚོགས་གཙོ་དབུས་གྲྭ་དྲུག་རྣམ་པ་དང་ས་གནས་མི་མང་ཚང་མས་ཐབས་ཇུས་དང་སྙིང་ནས